དོན་ནི་ད་ལྟའི་རིང་རོང་ཟོམ་ནང་བཞུགས་བརྙན་འཕྲིན་གྱི་གསར་འཛུགས་གནང་མཁན་ཚང་མ་ལ་ཐོག་མར་ང་རོང་ཟོམ་ནང་བཞུགས་བརྙན་འཕྲིན་གྱི་གཙོ་སྐྱོང་བའི་ངོས་ནས་ནི་འཚམས་འདྲི་གི་བཀྲ་ཤིས་བདེ་ལགས་ཞུ་བ་དང་མཉམ་དུ་ང་ཚོ་གི་གླེང་རྟགས་ལ་དེ་གི་ཕེབས་མཁན་རྣམ་པ་གསུམ་ལ་འཚམས་འདྲི་བཀྲ་ཤིས་བདེ་ལགས་ཞུ་གི་ཡོད་ལ།

རྣམ་པ་གསུམ་ག་རེད། དེ་འདྲ་ཡིན་དུས་ད་རྣམ་པ་གསུམ་ལ་ཐོག་མར་ང་གི་འདི་ནས་དག་ཞུ་ཡ་དེ་སྤྱིར་བཏང་གི་ད་ང་ཚོ་ཚང་མ་ཆུ་གྲོགས་དང་ཆ་རྒྱུས་དང་ཁྱད་པར་དུ་ཡང་དག་རྒྱ་སྐྱེད་པོ་རྒྱུ་ནང་དང་ཞིབ་འཇུག་ཚོགས་པ་འདིའི་གི་ཁྱབ་ཁོངས་གི་ནང་ནས་ཀྱང་ནི་དེ་ང་ཚོ་ཚང་མ་གི་ཅིག་དམིགས་ཡུལ་གཅིག་དང་བསམ་བློ་གི་ཅིག་ནོར་རྩིས་ལྟ་ས་ཟེར་ན་འདྲ་འདྲ་དེ་འདྲི་གི་དགག་ཕྱོགས་གཅིག་དང། དེ་འདྲི་ཞིག་གི་ཐོག་ནས་མཉམ་དུ་ལས་ཀ་བྱེད་ཡ་དང། དེ་འདྲི་གི་ཅིག་ལས་གཞི་མང་པོ་ཞིག་གི་ཐོག་ལ་མཉམ་ཞུགས་ཞུ་ཡ་ལ་སོགས་པ་དེ་འདྲི་གི་གོ་སྐབས་ཡང་སྔོན་ནས་ད་ལྟའི་བར་དུ་བྱུང་ཡོད་པ་རེད། ད་ཡིན་ན་ཡང་སྤྱིར་བཏང་གི་ཞིབ་འཇུག་ཚོགས་པ་ཟེར་བ་དེ་ཚོགས་པ་ཞེ་དྲག་པ་ཞིག་རེད། དེ་འདྲ་ཡིན་དུས་དེའི་ནང་ལ་སུ་ཞིག་འཛུལ་བཞུགས་བྱེད་དང་མ་བྱེད་ཆ་ཤས་ལེན་དང་མ་ལེན་ཟེར་བ་དེ་སུ་ཞིག་གི་བཀའ་བཏང་ཡོང་གིན་ཡོད་མ་རེད་བཙན་པོ་བྱེད་ཡོང་གིན་ཡོད་མ་རེད། ཡང་དེའི་ནང་ལ་ཁེ་བཟང་ཟེར་བ་ཞིག་དང་དངུལ་དངུལ་ལ་སོགས་པའི་ཁེ་ཕན་ལ་སོགས་པ་ཡང་དེ་བས་ཀྱང་ཐོབ་ཡག་མེད་པ་རེད། དེ་འདྲ་ཡིན་དུས་སོ་སོ་སོ་སོ་ལ་ཡང་ནམ་རྒྱུན་ཡིན་ནའང་མཛད་འཕྲིར་དང་ཅིག་དེ་གི་ལས་ཀ་དམའ་པོ་ཞིག་མེད་མཁན་ཡང་མེད་པ་ཡིན་ན་ཡང་ད་ཡང་ཞིབ་འཇུག་ཚོགས་པའི་ནང་ལ་བཞུགས་ནས་དེ་དང་མཉམ་དུ་ལས་ཀ་བྱེད་ཡོང་དུས་རྣམ་པ་ཚང་མ་ཡང་ཅིག་དགོངས་པ་རྒྱ་ཆེན་པོ་ཞིག་དོན་དང་མཁྱེན་པའི་བདག་པོ་དེ་འདྲ་ཡོད་འདུག་ཡང་དེ་རྒྱབ་ལྗོངས་རྒྱུ་མཚན་ཞིག་ཡོད་ཀྱི་ཡོད་རེད་བསམ་གྱི་ཡོད་རེད་ད། དེ་འདྲ་ཡོད་དུས་ངའི་དྲི་བ་ཐོག་མ་དེ་གང་འདྲ་ཡིན་ཟེར་ན། དེ་དེ་གི་ད་ཁྱེད་རྣམ་པ་ག་འདྲ་བྱས་ནས་ཁྱད་པར་དུ་གཙོ་བོ་དེ་ངེད་ཀྱི་ནང་ནང་དང་སྒྲུབ་དཔོན་བསོད་ནམས་ཉི་མ་གཉིས་ཀ་ལ་ཁྱེད་རྣམ་པ་གཉིས་ཀ་ག་འདྲ་བྱས་ནས་ཐོག་མར་ཞིབ་འཇུག་ཚོགས་པ་ནི་ངོ་ཤེས་རེད། ཞིབ་འཇུག་ཚོགས་པའི་ནང་དུ་དེ་གི་མཉམ་ཞུགས་གནང་ནས་ཞིབ་འཇུག་ཚོགས་པའི་ནང་ལ་ཕྱག་ལས་གནང་དགོས་ཡག་གི་རྒྱུ་མཚན་དེ་ག་རེ་ཡིན།

དེ་ནས་གྲྭ་གཉིས་ཚོགས་པ་ནང་ལ་ཞོག་དེ་ལ་ཅེ་ཁོང་རྣམ་པ་གང་འགྲོ་སོང་ཅིག་ལ་ཞལ་འདེབས་དེ་འདྲ་འདྲ་ཞུས་ན་དེ་ལོ་ཁ་ཤས་ཀྱི་བསྡད་རིགས་དེ་ནས་རྗེས་ནས་དེ་འདྲའི་ཞིབ་འཇུག་ཚོགས་པ་འགན་འཛིན་རྣམ་པ་ག་ད་ཅི་ཡང་འགན་འཛིན་ལྷན་ཚོགས་ལ་ཞོག་ནི་ཡག་པོ་འདུག་གསུངས་ཀྱི་འདུག་དེ་ནས་ཅེ་བསམ་ནོ་ཅིག་བཏང་ཡིན་ད་ང་རང་གི་འདི་འདྲ་ཅིག་ལས་ཀ་ཅིག་ཐུབ་ས་རེད་དང་འབྱུང་ས་རེད་བསམ་བསམ་འདྲ་ཆེ་མ་བྱུང་དེ་ཡིན་ན་ཁོང་རྣམ་པ་ག་ས་ལས་དེ་འདྲ་རླབས་ཆེན་པོ་ཅིག་ཟིན་འདུག་དེ་ནས་ཅིག་ཆགས་ལ་འགྲོ་ཤག་ན།

བླ་མ་མང་པོ་ཡོད་རེད་དེ་ག་ནང་གི་འབའ་དེ་མ་ཡིན་པ་དེ་ནི་བཅས། ད་བུ་རྒྱུག་མེན་ཁོ་ནི་དེ་ནི་སོ་སོ་གི་ཁེ་བཟང་སྒྲུབ་སོ་སོ་གི་ད་ལས་ཀ་སྣ་ཚོགས་པ་ཟིན་འགྲོ་ངེས་ལས་དེ་ཚོ་གི་མགོ་སྐོར་ཐེབས་འགྲོ་དུས་སྐབས་སུ་བབ་པ་ལ་བུ་རྒྱུག་ནང་བསྟན་ཞིབ་འཇུག་ཚོགས་པ་གི་བུ་པ་གི་བཅུད་དང་དེ་ནི་རིག་གཞུང་དེ་ག་ནང་གི་འབའ་ནང་བཅུག་དེ་ཡང་དག་པའི་ལམ་ལ་གཏོང་མཁན་དེ་འདྲ་ཅིག་ཡག་པོ་ཅིག་ཚོགས་པ་ཅིག་ཡོད་དུས་དེ་ལ་དེ་ནི་ཁོང་རྣམ་པ་གི་ཞོགས་གོ་རིགས་གསུང་བ་ནང་བཞིན་དེ་ནི་བཅས་སོ་སོ་ཡང་དགའ་བདེ་སྤྲོ་གསུམ་ངོ་ནི། དེ་འདྲ་ཅིག་ཞུ་ཡ་ཡིན་མ་གཏོགས་ཅི་ཡང་དེ་ནང་ནས་ངས་ཅིག་ཐུག་གི་རེད་ཨ་ཅིག་དེ་ནང་དུ་ཁེ་བཟང་ཡོད་ས་རེད་བསམ་བསམ་འདྲ་ཅི་མིན་དེ་འདྲ་བྱས་ན་དེ་ནི་ཁོང་རྣམ་པ་གི་བཀའ་སྤྱི་རྣམ་པ་ནང་ཡིན་པ་སི་ཏི་ནི་ཡག་ཞུ་རྒྱུ་ཡིན།
ལོ་ལ་ས་བོན་སངས་ཀི་ཡང་ད་ནམ་རྒྱུན་དུ་བཀའ་མོར་ཚང་མ་ཁེང་སྐྱོང་རང་རེད་ཡིན་ན་ཡང་དངོས་གནས་གི་དཔེ་ཕྱག་ལས་ཡང་མང་པོ་གནང་ཡོད་རེད

དེ་གི་ལྟར་དེའི་ནང་གི་ལོ་བཅུ་བཞི་བཅོ་ལྔ་གི་རིང་དེ་གི་ལྟར་ལག་ཆ་གཙོ་བོ་གཅིག་དེ་དེའི་ནང་གི་དེ་གི་རྒྱུན་ལུས་ལུས་ཐོགས་པ་དང་ནང་འགན་འཛིན་སུ་ཞིག་གིས་ཀྱང་ནི་སྤྱིའི་སྡང་ཆ་དེ་སྒེར་གྱི་དེ་གི་ཡང་ཁེ་ཕན་གི་ཆེད་དུ་བེད་སྤྱོད་བཏང་བཞག་པ་མེད་པ་དང་ཡང་ནང་སྐོར་ལ་གཅིག་དེ་འདྲའི་གི་གཅིག་མིག་ཡོར་དང་ལྟ་གྲུབ་དང་བསམ་བློ་གི་རྒྱབ་ལྗོངས་མ་འདྲ་བ་འཁོར་ནས་ཡང་ཡར་མར་གཅིག་དེ་འདྲ་བའི་སྲིད་དུམ་གི་ལག་ཆ་སེ་འོར་བ་དང་ཟང་ཤ་དང་ལ་སོགས་པའི་དེ་འདྲའི་གི་གནས་ཚུལ་དེ་སྤྱི་ཚོགས་ཀྱི་ཐོག་ལ་ཡོད་པའི་དག་གླེང་སློང་མེད་པ་དང་དོན་དངོས་ཀྱི་ཐོག་ལ་དངོས་གནས་མེད་པ། མིང་ཡང་མི་གྲགས་རྩར་ཀྱང་མི་རྙེད་པ་ཞིག་རེད་ཟེར་ན་ད་ང་རང་འདྲ་བོ་ཡིན་ན་ད་ཁྱིམ་གཅིག་ཚོགས་པ་དང་འབྲེལ་བ་བྱུང་ནས་ཕར་ཆེར་ལོ་བཅུ་གྲངས་ཤིག་དྲུག་ཅུ་གསུམ་འགྲོ་ཡོད་པའི་ལོ་རྒྱུས་ཅིག་ཉམས་མྱོང་དང་ཕར་མཐོང་སྣང་གི་དབང་དུ་བཏང་ན་ཡང་ཕར་ཆེར་དེ་འདྲའི་འདྲ་བོ་ཞིག་དངོས་གནས་ཀྱི་ཁས་ལེན་བྱེད་ཐུབ་ས་ཞིག་རེད་སྙམ་པ་དེ་འདྲའི་ཞིག་གི་བསམ་བློ་ཡོད། ད་ཡིན་ན་དེ་དང་མཉམ་དུ་ང་ཚོ་ཞིབ་འཇུག་ཚོགས་པ་གི་ད་ཁོང་སྤྱི་བཏང་གི་ནམ་རྒྱུན་ཐའེ་ཝན་ལ་བཞུགས་པའི་སྐབས་སུ་ཡང་གཙོ་བོ་ད་ལྟ་གི་ཆོས་འཆད་ཉན་དང་དཔེ་ཁྲིད་རང་གནང་ནས་བཞུགས་པ་ལས་ཡར་མར་ལ་ཅིག་ཚོགས་པ་གི་ནང་ལ་ཞུགས་ཡ་དང་ད་ཅིག་འདྲ་མི་འདྲ་ཅིག་དེ་འདྲའི་གི་ཅིག་ཡོ་ལང་དང་ནི་དེ་འདྲའི་གི་འདུ་ལོང་གི་ཕྱོགས་ལ་ཡང་ཐུགས་མི་དགྱེས་མཁན་ཕྱག་ལས་མི་གནང་མཁན་ཡིན་པ་གང་ཞིག་ལ་ང་ཉིས་སྟོང་བཅུ་གཅིག་གི་ལོ་ལ་ང་གཙོ་བོ་དེ་གི་དེའི་གི་དེ་ན་ཡོད་པའི་སྐབས་སུ་མཉམ་བཞུགས་བྱས་ནས།

ཁྱེད་རང་གི་ངོ་ནས་རེ་བ་ཡང་དག་ཞིབ་འཇུག་ཚོགས་པ་དེ་ག་འདྲ་བྱས་ནས་ཐོག་མ་ནས་དང་ངོ་ཤེས་པ་དང་དེ་ལ་དོར་སྣང་བྱུང་སོང་ཟེར་ནས་ཁྱེད་རང་རྟག་པར་ཞིབ་འཇུག་ཚོགས་པ་གཅིག་འབྲོག་གླང་སོགས་ལ་རྟག་པར་མཉམ་ཞུགས་ཆ་མེད་ཀྱི་ཚུལ་དུ་གནང་བསྡད་པའི་རྒྱུ་མཚན་ནི་ཡང་ཁྱེད་རང་གི་དགོངས་པ་བཞེས་ཕྱོགས་དང་གཟིགས་སྟངས་ག་འདྲ་ཞིག་གི་ཐོག་ནས་དེ་ཙམ་གནང་གི་ཡོད་ངེས་དེ་ཤེས་ཡོད། འོ་ལགས་སོ་ད་རྣམ་པ་ཚོ་ཚང་མ་ལ་ཐོག་མ་དེ་ལ་བཀྲ་ཤིས་བདེ་ལེགས།

ཚོང་རྡལ་ལ་རྟག་པར་གཞི་བདག་བཅའ་བགོས་ཀྱི་རྒྱུ་མཚན་འདྲ་བོ་དེ་སོ་སོ་དམིགས་ཡུལ་དང་ཁ་ཕྱོགས་འདྲ་བོ་བརྗོད་རོགས། ད་ལྟའི་སོ་སོ་གི་སེམས་ངོ་ལ་སོང་ཚར་བ་དེ་ག་འདྲ་ཞིག་བསམ་གྱི་ཡོད་ཟེར་ན། ད་ཤི་ཏོ་ང་རང་སུ་ད་ཅི་ཞིག་སྐད་ཆ་ཆེ་ས་འདྲ་བོ་བཤད་ཤོར་ན། ད་དཔེ་ཚང་མ་ནི་ཐུན་མོང་རྡོག་རྩ་གཅིག་སྒྲིལ་བྱས་ནས་ད་ཤི་ཞི་བ་ཞིག་བཤད་གི་ཡོད་རེད་དེ། ཡིན་ན་དངོས་སུ་ལག་ལེན་བཀལ་འདི་ག་ལ་ང་རང་སེམས་ངོ་ལ་སོང་གི་ཡོད་ད། ད་འདི་འདྲིའི་གི་གོ་སྐབས་ཆུང་ཆུང་ཞིག་ལ་ནི་ད་སྨྱོ་ཞིག་བྱས་ནས་ཁོ་རང་སུ་ལ་ཅི།

ད་ལྟ་དགེ་བཤེས་ལགས་ཡང་ད་དེ་ག་རང་རེད། ཕྱོགས་གཅིག་ནས་ང་ཚོ་འབྲོག་པ་གི་གཏམ་དཔེ་ལ་འཛུམ་མོ་ལྔ་བརྐྱང་ཁུ་ཚུར་དེ་ལ་སེན་མོ་རྒྱབ་སྐྱོར་ཟེར་བ་ཡིན་དེ་གི། དེ་ཡིན་དེ་གི་འགའ་ཞིག་གི་ལས་ཀ་བྱས་ཡོང་དེ་གི་འགའ་ཞིག་གི་དེ་ལ་རྒྱབ་སྐྱོར་བྱས་ན་ད་ནི་ཐུན་མོང་གི་དེ་གི་གོང་བུ་གཅིག་སྒྲིལ་གི་ནུས་པ་ཟེར་བ་དེ་མང་པོ་བཀྱགས་ན་གདོང་མ་ཡངས་ཟེར་བ་དེ་ཡོང་གི་ཡོད་པ་ཡིན་ས་རེད། དེ་འདྲ་ཡིན་དེ་གི་དེ་ཁོང་གི་དེ་ལྟ་བུའི་དེ་གི་དགོངས་པ་བཞེས་སྟངས་ནང་བཞིན་ང་རང་གི་ངོས་ནས་ཡང་ཐའེ་ཝན་ན་ཡོད་པའི་དགེ་འདུན་པ་དང་ནི་དེ་འབྲེལ་གྱི་འགྲུལ་བཞུད་ཚང་མ་གི་ཡང་ན་ཞིབ་འཇུག་ཚོགས་པ་ལ་དངོས་ཤུགས་བརྒྱུད་གསུམ་ནས་ཁྱད་པར་དུ་ད་ལྟའི་ཆ་ལ་རྒྱབ་སྐྱོར་གནང་ཡང་གནང་གི་འདུག་ལ་མཉམ་ཞུགས་གནང་ཡང་གནང་གི་འདུག་དེ་གནང་ཡང་དགོས་ཀྱི་རེད་བསམ་གྱི་འདུག་དེ་གང་རེད་ཟེར་ན་དེ། ཅིག། འཁྲབ་དཀར་མོ་སྦྱིན་བདག་བདམས་ན་ཕོ་མི་གཅིག་རང་གཅིག་གཉིས་ཀ་ཟེར་ནས་ད་འབྲོག་པ་གི་གཏམ་དཔེ་དེ་ཚོ་དེ་འདྲས་ཡོད་རེད་བ། དེ་གི་རང་བཞིན་གཉིས་ཀ་གི་དོན་དག་ཡིན་གི་ཡོད་ཙང་དེ་ངེས་པར་དུ་གལ་ཆེན་པོ་རེད་བསམ་གི་འདུག་དེ་ནས་དེའི་ཤུགས་ལ་ད་ངའི་དྲི་བ་དེ་དགེ་བཤེས་ནམ་ནང་ལ་ཡིན་ད་གང་རེད་ཟེར་ན་ད་འདི་ལོ་གི་འབྲོག་གླང་དེ་ད་སྤྱིར་བཏང་གི་ཞིབ་འཇུག་ཚོགས་པ་ལ་ནམ་རྒྱུན་བརྒྱུད་གསུམ་འབྲོག་གླང་ཟེར་ནས་བརྒྱུད་པ་གསུམ་གི་མཉམ་བཞུགས་ཀི་འབྲོག་གླང་ཞིག་དང

དེ་སུ་མི་གི་དེ་མ་འདོད་ནས་ཡོང་ང་ཚོ་ཡོང་ཆོག་ང་ཉིད་དེ་བྱས་པ་ཡིན། ད་ད་ལོ་གི་ཨ་ནི་རྒྱལ་སྤྱི་གི་གཙོ་བོ་འདྲ་བ་དེ་ད་ཨོ་ཀུན་དུས་གི་ཨ་ནི་ཨོ་ད་དུས་ཀྱི་དོ་ཅག་བཞི་བོ་ལོ་ནི་ཨ་ནི་སོ་སོ་ཕྱི་པ་ཅིག་ཡིན་པའི་ཆ་ནི་ཨ་ནི་ཆི་ཆི་ལི་ཕན་ཚུ་ཨ་ནི་ཐུགས་འདྲ་ག་འདྲི་བྱེད་གི་མེད།

ཁྱད་པར་དུ་ནི་ད་ཅིག་དེང་སང་གི་དུས་སུ་ཐད་ཀར་ང་ཚོ་གི་སོར་བྱུང་གི་ཆོས་རང་གི་ད་ནང་དོན་འདི་དག་རང་ཡིན་ན་ཡང་མི་གཞན་ལ་སྤེལ་སྟངས་ཀྱི་ཆ་ནས་ཡིན་པ་ཡིན་ན་ད་ཅིག་དེ་ལ་ཤི་འཐམ་འདྲ་བོ་ཅིག་རྒྱ་སྐད་ལ་པའོ་ཀྲང་ལ་གོ་བ་ཆི་འཐམ་འདྲ་བོ་ཅིག་དེ་མ་འདྲ་བ་ཅིག་བརྒྱབ་ནས་ཡང་ཕར་སྤེལ་ཚར་ཅིག་མཁོ་སྤྲོད་མ་བྱས་པ་ཡིན་ན་ཡང་དེ་གཅིག་གི་ཡུལ་དེ་གི་དང་ལེན་བྱེད་པ་དེ་ཡང་དཀའ་ལས་ཡོད་པ་ཡིན་པ་དང་དེ་ཡང་དང་ལེན་བྱེད་མི་བྱེད་གཅིག་པུ་མ་ཡིན་པའི་ཕ་རོལ་པོ་ལ་ཕན་ཐོགས་དགོས་ན་ཡང་དག་སྤྱི་བཏང་གི་བྱང་ཆུབ་སེམས་དཔའ་གི་སྤྱོད་པ་གི་མཐའ་དེ་ཡང་དེ་རུ་བ་དེ་འདྲ་ཡིན་དུས་དེའི་ཕྱོགས་ལ་ཡིན་ན་ནི་དངོས་གནས་ཀྱི་དེ་གི་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་ལ་སོགས་པ་ཐབས་ལམ་གི་ཐོག་ནས་ཡང་ནི་ནང་ཆོས་ལས་བྱུང་བའི་སྐྱེམས་པ་དང་སྙིང་བརྩེ་ལ་སོགས་པའི་དག་ཅིག་དུས་རབས་ཉེར་གཅིག་རྩ་གཅིག་པའི་སྤྱི་ཚོགས་ལ་ཕན་ཐོགས་པ་ཡོད་པ་དེ་ཚོ་སྤེལ་སྟངས་གི་ཐོག་ལ་ཡང་དམིགས་བསལ་གི་དགོངས་པ་བཞེས་ནས་རོ་ལངས་གནང་ཡོད་ས་རེད། དེ་བཞིན་དུ་ད་སྟོད་མི་གྲོང་ཁུལ་རེད་ད་ཁྱད་པར་དུ་དེ་ནི་ཐའེ་ཝན་ན་ཡོད་པའི་ད་ཁ་ཚ་གུར་དུག་གི་ན་དོན་ཆེན་པོ་ཅིག་དེ་ད་ང་ཚོ་དེ་འདྲས་ཡོད་རེད་སྤྱིར་བཏང་གི་ནམ་རྒྱུན་དཔེ་ཆ་བ་རང་ཡིན་ཟེར་མཁན་དེ་ཚོ་ད་ཐུགས་བསམ་སྒོམ་བསམ་དགོས་རེད་ཟེར་ནས་དེ་ནི་དཔེ་ཆ་ཤ་ཡ་རང་ལས་ཡང་གཞན་པ་དེ་ཚོ་དེ་ཙམ་འཐུས་ཤོར་དང་ཅིག་དོ་སྣང་གི་མ་འདང་བ་དང་མཁྱེན་རྟོགས་མ་འདང་བ་ཡང་གྲོང་ཤོག་དག་ལ་ཕེབས་གདའ་མཁན་དེ་ཚོ་གི་ཡང་གྲོང་ཤོག་རྐྱང་པ་ལས་ཡང་ཏའི་རྫ་ཤག་བཞེངས་པ་དེ་ཚོ་ལ་ཡང་ཅིག་དགོས་ངེས་ཀྱི་དེ་མ་བྱས་ནས་དེ་གཉིས་བར་ལ་འཁྲུལ་བསྐྱབས་མ་ཐུབ་པ་དང་ནི་དེ་འདྲའི་དང་དེའི་མཐུད་མ་བགྱིས་པར་དཀའ་ངལ་དེ་གི་དེ་གི་འབྲེལ་ཡོད་ཕྱོགས་གཉིས་ག་ལ་མཐོང་སྣང་རྦད་དེ་མ་འདྲ་བ་གཉིས་སྤྲོད་ནས་དེ་ནི་དེའི་བར་ལ་པར་ཆེར་འགལ་བ་ཡོད་ས་རེད་བསམ་ཡང་འདྲ་བོ་དེ་འདྲའི་ཡང་ཡོང་གི་ཡོད་རེད་ད། དེ་འདྲ་ཡོད་དུས་དེ་དེའི་ཕྱོགས་ལ་ད་ལོ་དམིགས་བསལ་གྱི་དེ་གི་དེ་བས་གྲུ་མོར་གནང་ནས་ད་ཅིག་ཐའེ་ཝན་གྱི་སྤྱི་ཚོགས་དངོས་ལ་མཚོན་ན་སྤྱིར་བཏང་གི་བཤད་སྟངས་ཟེར་བ་དེའང་མིའི་སྤྱི་ཚོགས་གི་དང་ཁོ་རང་དད་ལྡན་མང་ཚོགས་ཀྱི་དེ་གི་པའི་ལུས་སེམས་གོས་དག་དཀའ་ངལ་སེལ་བྱེད་ཀྱི་ཐབས་ལམ་གཅིག་དངོས་གནས་རེད་དེ་ཡོད་རེད་དེ་འདྲ་ཡིན་དུས་དེ་ལག་ལེན་གཅིག་རེད་ཉམས་ལེན་གཅིག་རེད་ཡག་པོ་ཅིག་རྫ་པཱ་ཀྲར་སང་གི་ཡང་མྱི་རྟ་འདོགས་ནས་རང་གི་ཚོགས་རྫོགས་སོང་གི་འདུག་བ་དེ་འདྲ་ཡིན་དུས་ཀྱི་དགེ་སྦྱོར་དང་དེ་གི་གྲོང་ཆོག་དེ་ཚོ་ཡང་ཡག་པོ་ཅིག་ཆགས་པ་ཡིན་ན་ནི་རྟ་འདམ་དེ་གི་རང་གི་མྱི་གི་ཚོགས་རྫོགས་ཡག་གི་ལག་ཆ་ཞིག་ཆགས་འགྲོ་གི་ཡོད་ས་རེད་ད་དུས་གསུམ་དང་སྤྱི་བཏང་གི་ཆོས་གི་དེ་གཉིས་ཤེས་པ་དང་རྒྱབ་ལྗོངས་ཤེས་པ་རྒྱུ་མཚན་ཤེས་པ་དེ་དག་ལྟར་ཡིན་དང་ཡིན་རེད་དངོས་གནས་ཀྱི་དེ་གའི་རྒྱུ་མཚན་ཤེས་པ་ལྟ་བ་ཞིག་ཡོང་དགོས་ཀྱི་ཡོད་ན་མེད་དུ་མི་རུང་བ་ཡིན་དུས་དེ་གཉིས་ཀ་ཟུང་འབྲེལ་བྱས་པའི་ཐོག་ལ་དེ་གའི་བཀའ་མོལ་གནང་བ་དེ་དག་ཧ་ཅང་གི་ངལ་གསོ་གི་ཡང་ཅིག་སྡེ་ཚན་དང་སྤྱིར་བཏང་གི་ཁྱབ་ཁོངས་གཞན་ནས་ངལ་གསོ་གི་ལེ་ཚན་དུ་གསང་གཟིགས་གནང་མཁན་ཡིན་ན་ཡང་ཨོ་ད་དེ་འདྲའི་ཞིག་གི་ཐོག་ལ་ཁ་ཕྱོགས་ཅིག་ཐོག་ལ་ཁོང་རྣམ་པའི་དགོངས་པ་ཞིག་ཡོད་ཚུལ་བསམ་ནས་ནི་དོ་སྣང་བྱེད་ཡ་དེ་དམིགས་བསལ་གལ་ཆེན་པོ་རེད་བསམ་ནས་ཡང་ང་རང་ཁ་མང་ནས་དེ་གའི་དེབ་ལ་ཕར་ཅིག་འཕྲོ་བཏང་གི་ཚུལ་དུ་ཞུས་བཞག་པ་ཡིན། དེ་ནས་ད་ངས་དྲི་བ་གསུམ་པ་དེ་ག་འདྲ་ཡིན་ཟེར་ན་ད་འདི་ལོ་དགུ་ཐུག་བརྗོད་གཞི་གཙོ་བོ་དེ་ད་ལྟ་གང་དེའི་དགེ་བཤེས་སྣང་ནང་གི་སོང་བ་ནང་བཞིན་རེད་དེ། ཡང་མར་ཅིག་ད་ལྟ་གང་དུ་དགེ་བཤེས་ལགས་ཀྱི་སོང་སོང་བ་དེ། དུས་ཚོད་མང་ཆེ་བ་དེ་གསུང་བཤད་གནང་མཁན་ལ་མ་ཡིན་པར་ཚོགས་བཞུགས་གནང་མཁན་མང་བོ་ཞིག་ལ་རེད་དེ་ད་ཡང་ཚོགས་བཞུགས་གནང་མཁན་ཡང་ན་ཉིད་ཀྱིས་ནི་དགེ་འདུན་པ་རྐྱང་རྐྱང་འདྲ་བོ་ཆགས་ཀྱི་ཡོད་རེད་ད་ལོ་འདྲ་ཡིན་ན་སྤྱིར་བཏང་གི་ཕོ་སར་མོ་སར་དང་ཤེས་ཡོན་པ་དང་ཐའེ་ཝན་ན་ཡོང་གི་སློབ་ཕྲུག་ལ་སོགས་དཔེ་ཡག་པོ་མཉམ་ཞུགས་གནང་འདུག་ད་ངས་ཡང་དྲ་ལམ་དང་པར་ཁུ་ནང་བར་བརྗེ་རུ་བ་དེ་འདྲ་ཡིན་དུས་ཀྱི་དེའི་ཚང་མ་གི་དེ་གི་ཅིག་ཕྱོགས་ཡོངས་ནས་དེ་ཇོ་ཇི་དེ་ཚོ་གི་ནང་ནས་མི་མང་གི་བསམ་ཚུལ་གི་ངོས་ནས་ཅིག་འགྲོགས་ལངས་དང་དོར་སྣང་མང་བོ་བྱུང་ས་དེ་ག་རེ་རེད་འདུག་དེ་ལ་རྒྱུ་མཚན་ག་ནས་འདུག་བསམ་གི་འདུག་འོ་དེ་དེ་ངའི་འོག་གི་དྲི་བ་ཡིན་དེ་ལ་ཐོག་མར་ད་ཁྱེད་དངོས་སུ་ཚོགས་ར་ནང་ལ་ཡོད་མཁན་ཡིན་ཙང་དེ་དགེ་བཤེས་ཆོས་དབང་ལགས་ཀྱི་ཅིག་གསུངས་རོགས་ཐོག་མ།
འོ་ལགས་སོ། ད་ཤ་ཏོ། ད་ནང་ང་ཚོ།

ཅིག་འཁོར་མེད་པ་མང་པོ་ཞིག་ལ་བསམ་བློ་འཁོར་ཐུབ་པ་དེ་འདྲའི་བྱུང་ཡ་དེ་སྤྱི་བཏང་གི་འགྲོགས་ལངས་གི་ད་ཅིག་དངོས་གནས་གི་ཉར་དགོས་དགོས་པ་ཡོད་ན་མེད་ན་དེ་དེ་རེད་འདུག་བ་ད་དེ་ལ་བརྟེན་ནས་ཉར་དགོས་ཞན་པ་དེ་ཚོ་འགྲུབ་དགོས་རེད་བ་ན་ནི་བོད་ནང་ལ་ཆོས་ར་བཟང་གི་བུ་མོ་ཞིག་འདུག་བ་ད་དེ་འགྲོགས་པ་ཉམས་ཚོད་ཀྱི་ཆོག་ཕར་ཐུག་གི་དེ་འདྲ་རེད་ཡ་སྐྱེལ་དགོས་ཤོག་ངོ་འདྲ་བོ་ཡིན་ན་དེ་ལབ་འདུག་བ་དེ་བསམ་བློ་དེ་ག་རེ་འཁོར་ཡིན་ཟེར་དེ་ཐང་མ་ཅིག་ལ་སྐྱེལ་ཁུལ་ལ་སོང་ནས་ཟབ་སྦྱོང་དེ་འདྲ་ཞིག་ལ་མཉམ་ཞུགས་བྱས་ཡིན་ཟེར་ཉི་མ་ཁ་ཤས་ཤིག་ལ་དེ་དངོས་གནས་རེད་འདུག་བ་སྔ་མོ་ཤིང་རྐང་འགྲོ་མ་མྱོང་ཟེར

ཨ་དེ་འདྲ་བོ་ཡིན་ཙང་དེ་རེད་དེ་ཁྱད་པར་དུ་དེའི་རྒྱུད་ནི་ཕ་མཚན་གཅིག་ངོ་གཅིག་གི་ཤེས་པ་དང། གཅིག་གི་ངོ་གཅིག་གི་ཤེས་ནས་ནི་རང་བཞིན་གྱིས་གཅིག་གཅིག་ཕ་མཚན་གཅིག་གཅིག་གི་བར་ཐག་དེ་ཉེ་རུ་འགྲོ་ཡ་དང་ལྟ་སྟེ། ང་ཚོ་ཞིབ་འཇུག་ཚོགས་པ་ངོས་ནས་ཡིན་ནའང་ནམ་རྒྱུན་ཐའེ་ཝན་གྱི་དགེ་འདུན་པ་དེ་ཚོ་ཚང་མ་དེ་མཉམ་གཅིག་ཏུ་མཐུན་ལམ་རྡོག་རྩ་གཅིག་སྒྲིལ་དང་མཉམ་དུ་དེ་འདྲིའི་གཅིག་ཡོང་ཡ་གི་འབའ་བརྩོན་བྱེད་པ་གི་ད། སྤྱིར་བཏང་གི་དམིགས་ཡུལ་དང་ཚོགས་འདུ་གི་དམིགས་ཡུལ་མཐར་ཐུག་ཡང་དེ་རེད་དེ་ཡོད་ཙང། ད་ཁྱེད་ལ་དེའི་གྲུབ་འབྲས་དེ་ཐོབ་ཡོད་པ་ཡིན་ན་ཞིབ་འཇུག་ཚོགས་པའི་ངོས་ནས་ཡང་དམིགས་ཡུལ་ཅིག་འགྲུབ་སོང་བ་ལ་ངོས་འཛིན་བྱས་ན་འགྲིག་ས་རེད་བསམ་གྱི་འདུག་ར་བ། ཨ་དེ་རེད། ཡིན་ན་ཡང་ད་དམིགས་ཡུལ་ལ་མཐའ་མེད་པ་ཡིན་ཙང་ཡང་གང་ཟག་ཤེས་དྲག་པོའི་དབང་དུ་བཏང་ན་ཡང་ཚང་མ་ལ་འགྲུབ་ཡོང་བ་ར་བ། དེ་འདྲ་ཡིན་དུས་ག་ལེ་ག་ལེ་འགྲུབ་ཀྱི་རེད་བསམ་གྱི་འདུག་དེ་འདྲ་ཡིན་དུས་ད་དེའི་ཕྱོགས་རྗེས་ནས་ད་དགེ་བཤེས་སྣང་སྣང་ལགས་ཀྱི་དེའི་ཐོག་ལ་ཅིག་གསུངས་རོགས།
ཨ་ལགས་སོ། ད་ད་ལྟ

ལགས་སོ། དེ་ནས་ངས་ད་ལྟ་དྲི་བ་གཅིག་དེ་ལ་བྱ་དགོས་ད་འདི་གོང་གི་དྲི་བ་གཙོ་བོ་གཅིག་དེ་དྲི་བ་དྲིས་ལས་རྐྱང་པ་གཅིག་དེ་སྐབས་དེར་མི་དམངས་སེ་ན་འདྲ་མཉམ་བཞུགས་བྱེད་མཁན་གྱི་ད་དེ་ཚོ་གི་འགྲོགས་ལངས་ཤུགས་ཆེ་ཤོས་དེ་གང་གི་ཐོག་ལ་གནང་གི་འདུག་བསམ་པའི་མཐོང་ཚུལ་བྱུང་སོང་ཟེར་བ་ཅིག་བར་བ་དེ་ལ་ཁྱེད་ལ་ཁ་སྣོན་འདྲ་གནང་ཧེ་བ་ཡོད་ན་གནང་ཉོང་ཅིག་གསུངས་རོགས། ལགས་སོ་ད་དེ་ཕྱོགས་གཉིས་འདྲ་བ་ཞིག་འདུག་ད

ཨོ་ལགས་སོ། ད་ང་སྤྱིར་བཏང་ད་ལོ་གདན་ས་བ་ཡོ་རི་ས་དེ་དྲ་རྒྱ་དེ་ཡག་པོ་མི་འདུག་པར་རོ་ནི་བལྟས་སི་བལྟས་སི་མ་ཆབ་ཚང་ཅིག་ཞུགས་ཐུབ་མ་སོང། ཡིན་ན་ཞིབ་འཇུག་ཚོགས་པ་གི་བགྲོ་གླེང་དང་ས་ལེ་གང་གནང་ན་དཔེ་གྲུབ་འབྲས་ཡག་པོ་ཅིག་དང་ལས་ཀ་ཡག་པོ་ཅིག་འབྱུང་གི་ཡོད་རེད། དེ་ཡིན་ཙང་ང་རང་རྒྱ་ཆ་རྒྱག་ཡིད་ཆེས་ཡོད། ང་ཐེངས་ཁ་ཤས་ཅིག་ཞུགས་ཡིན། དེ་འདྲའི་སྐབས་སུ་བར་བར་ལ་ཕ་ཚེ་བགྲོ་གླེང་ཞིག་དུས་དངོས་གནས་སོ་སོ་ལ་ཡང་དཔེ་ཡར་རྒྱས་རྒྱ་ཆེན་པོ་ཅིག

ཁྱོད་འདྲ་བོ་དང་དེ་འདྲ་བཤད་གི་མེད་ག་རེ་རེད་ཟེར་ན་ཁྱེད་ཡང་ཁྱོད་ཀྱིས་བཤད་དགོས་ན་སྐད་བསྒྱུར་རག་གི་འདུག་སྐད་བསྒྱུར་ལ་འགྲོ་སོང་གྱི་སྟངས་ཡང་མང་པོ་ཞིག་བྱས་ཏེ་སྐྱག་ཟིང་པོ་ཞིག་འདུག་དེ་ནས་དེ་ལས་ད་ཁྱེད་ཆོས་བཤད་གནང་ངེས་རྒྱ་བླ་མ་མང་པོ་འདུག་བོད་པ་བླ་མ་མང་པོ་འདུག་ངས་དགོས་ངེས་བྱས་ན་ཁྱེད་རང་ཚོ་དེ་བ་ལ་ཉིན་ང་ས་ལ་ཡོང་མཁན་ཚང་མ་ང་ཚོ་འདོམས་པ་འདོགས་ནས་བསྡད་དགོས་ཟེར་ནས་དེ་འདྲ་བཤད་གི་ཡོད། ཡིན་ན་དེ་ད་ཁྱེད་ཡིས་སོ་སོ་ལ་ངོ་ཤེས་ཚར་བྱོས་ཏེ་ཞེན་ཁོག་འདྲ་ཟེར་ནས་དེ་དེ་ན་བསྡད་ནས་ཕར་ཚད

རང་བྱན་ཚང་མ་ལ་ཤུགས་རྐྱེན་དང་འགྱུར་བ་འགྲོ་གི་ཡོད་པ་དེ་གཞན་པ་གིས་གསུང་གི་འདུག་སོ་སོའི་ངོས་ནས་ཡིན་ན་ཡང་བསམ་ཚུལ་དང་མཐོང་སྣང་དེ་ག་རང་ཡོད། ཁྱད་པར་དུ་ད་ལྟ་ཐེ་ཝན་ན་ཡོད་པའི་རྟ་གཅིག་མིར་སྐྱ་དེ་ཚོ་ཡིན་ན་ངོས་ནས་ང་ཆུ་གཅིག་ཆུ་ཁར་ཆ་ད་པ་འདྲ་བོ་ཟེར་ན་ད་ཤི་རུང་གི་མ་རེད་དེ་ཐེ་ཝན་ན་བླ་མ་གྲྭ་བ་དེ་ཚོ་ཡོང་རྒྱུ་མང་དེ་ཚོ་ནི་སྤྱིར་བཏང་གི་ཁོ་རང་གི་གཅིག་བདག་མགྲོན་བྱེད་མཁན་ཡིན་ན་འདྲ་ཕྱོགས་མང་པོ་ཞིག་གིས་ཐེ་ཝན་ན་ཡོང་ཟེར་དུས་སྤོབས་པ་གི་ཆེད་དུ་མར་བ་རང་བཞིན་གྱི་ཁོ་རང་རྒྱ་བལ་གྱི་ཆེད་དུ་རྒྱ་རིགས་ཀྱི་ཆེད་དུ་ཡིན་ཚུལ་དེ་འདྲའི་འདྲ་བོ་ཞིག་དང་ཁོང་ཚོ་གསང་ན་འོ་ད་ཁོང་ཚོ་གི་འདི་ཤེས་ཅིག་ནས་ཚོགས་པ་ཞིག་འཚོགས་ན་རྒྱ་བི།

གཅིག་དག་ཞིབ་འཇུག་ཚོགས་པ་རང་གི་དག་སྒྱུ་རྩལ་གཉིས་ཀ་གི་ཐོག་ནས་དཀའ་ལས་བརྒྱབ་ནས་དག་དང་བླངས་བྱས་ནས་རོགས་པ་བྱས་ད་དེ་མི་ཡིན་ཙང་ཁོ་རང་གོང་བཟོ་བ་ཡང་ཅིག་ཨོ་བསམ་ནས་ཧ་ཅང་སེམས་ཁུར་ཅིག་ཐེབས་ནས་ཡང་ད་ལོ་ཡང་མི་སྐྱ་མང་པོ་ཞིག་གློ་བུར་དུ་ཚེ་ང་ཚོ་གི་ཚོགས་འདུ་ལ་མཉམ་ཞུགས་བྱས་ད་དེ་ང་ཚོས་མཉམ་ཞུགས་བྱེད་མ་བཅུག་པ་དང་ད་ལོ་གཞི་ནས་ཅིག་ང་ཚོ་སྒོ་ཕྱེས་བཞག་པ་ད་ཁྱོན་ནས་མ་རུ་བ་ཡིན་ན་ཡང་རང་བཞིན་གི་དེ་གི་ང་ཚོ་གི་འགྱུར་བ་ཞིག་ལ་ངས་ནི་ངོས་འཛིན་བྱེད་ཀྱི་ཡོད་དེ་འདྲ་ཡིན་དུས་དེ་ད་ལྟ་ཡོད་པའི་སྒྲུབ་ཕུང་ཚང་གི་སོང་བ་དེ་ངོས་ཡིན་ནུས་ཟབ་ཀྱི་ཐོག་ནས་ཧ་ཅང་གལ་ཆེན་པོ་རེད་ད་ལྟ་ཡང།

ཁྱེད་རྣམ་པ་ད་ལྟ་དགེ་བཤེས་སྣང་སྣང་དང་དགེ་བཤེས་ཆོས་དབང་རྣམ་པ་གཉིས་ཀ་འདྲ་བོ་ཅིག་ཡིན་ན་དངོས་སུ་ཚོགས་འདི་ལ་ཕེབས་ཡོད་རེད། དེ་འདྲ་ཡིན་དུས་ཁྱེད་རྣམ་པ་གཉིས་ཀའི་ངོས་ནས་དེང་གི་ཚོགས་འདུའི་ཐོག་ལ་སོ་སོ་གི་དགོངས་ཚུལ་ཅིག་གསུང་ཡག་པའི་གོ་སྐབས་ཅིག་བྱུང་ཡོད་རེད་བ་དེ་ཡང་ང་ཚོ་གསན་མཁན་དང་གཟིགས་མཁན་ཚང་མ་ཧ་གོ་ན་བསམ་གྱི་འདུག་ད་ལྟའི་སོ་སོས་སོ་སོ་མཚོན་གྱི་ཡོད་པ་ཡིན་ཙང་ནི་སོ་སོ་གི་དགོངས་ཚུལ་དེ་གསུང་བའི་སྐབས་སུ་རེད་བ་ད། དེ་ག་ད་དགོངས་ཚུལ་ག་འདྲ་ཞིག་གསུང་ཡིན་ནི་ཐོག་མར་དགེ་བཤེས་སྣང་སྣང་ལགས་ཀྱིས་གསུང་རོགས།

ཕྱི་ལུས་འདྲ་མི་འདྲ་ཡོད་རེད་ད། དེ་ཡིས་དེ་ལ་ང་རོ་གི་ཚོ་ནོ་ལ། ཅི་གར་སེ་གར་ཕ་ལ་ཅི་གི་ཇོ་ཇེ་ཨ་ནི་ཕ་ཆུ་དེ་ལ་ཅི་ཡོ་ང་ཚོ་མི་གི་ཅི་དུ་བ། རོང་གི་དེ་ཡག་པོ་ཡིས་སེ་ཕ་ཆུ་དེ་ལ་བཤད་ཚོད་ཇེ་ཨ་ནི་ཅི་ཡོར་བ་ད་ང་ཚོ་གོ་ཤི་ལ། ངས་མ་འདྲ་བ་ལ་སོ་སོ་ལ་ཡོད་དེ་འདྲ་ཡོད།

དེ་འདྲ་ཡིན་འདུག་དེ་ཚང་མ་སྤྱི་སྟངས་ཀྱི་ཅིག་ལེན་པོ་ཅིག་ཡོང་གི་མ་རེད་དེ་འདྲ་ཡིན་དུས་ཡིན་ནའང་སོ་སོ་གི་ད་སོ་ད་སོ་སོ་སོ་གི་ངོས་ནས་སོ་སོ་གི་ཅིག་གནས་བབ་དང་འཚམ་པའི་ཐོག་ནས་གུས་ཞབས་དང་ད་ཅིག་དེའི་སྤྱི་སྟངས་དེ་ཡོད་ས་རེད་དཔེར་ན་ང་ད་མ་ཅིག་ལ་ད་ད་ཤིན་ཀྲུའུ་རེ་གོ་ད་ཤེས་ཅིག་ལས་ད་ད་ཡ་ཤིག་གི་ད་གི་གནམ་བདག་ཆོས་ལུགས་ཀྱི་ཧྲིན་ཧྥུའུ་ཟེར་གི་འདུག་བ་ད་གི་ཆུ་དཔོན་ཅིག་གི་ནང་ལ་རེ་སྒོ་མ་གཉིས་བསྡད་ཡིན།

ང་ཚོ་བོད་བརྒྱུད་ནང་བསྟན་འདྲ་བོ་ཞིག་གི་ཆ་བཞག་མཁན་ནི་ད་ཕྱི་ལོས་ཀྱི་ར་བའི་ནང་ལ་བསྡད་པའི་དབང་དུ་བྱས་ནས་སྐད་ཆ་བཤད་ཐོག་བྱེད་ཀྱི་ཡིན་ན་ཨ་ནི་རྐུན་མ་མ་རྐུན་མ་འདི་པ་ཟ་གི་རེད་གཞི་མ་ཁྱོད་རང་དམྱལ་བར་འགྲོ་གི་རེད་ཟེར་ནས་བཤད་ཀྱི་རེད་ཟེར་དེ་ཕྱི་ལོས་ར་བ་ལ་དགའ་ཐུབ་ཡོད་མ་རེད། ཨ་ནི་ད་ཁྱེད་རང་ཇི་ལྟའི་དེ་ང་ཚོ་ཕྱི་ལོས་ར་བ་ལ་དགའ་བའི་གི་བཟང་བཤད་གི་ཐོག་ནས་སྐད་ཆ་བཤད་ཀྱི་ཡིན་ན

སྤྱི་ལོ་དང་སང་ནུབ་ཕྱོགས་པ་དེ་ཚོ་གི་ནང་པའི་ཆུ་དེ་དངོས་པོའི་གནས་ལུགས་གཏན་ལ་འབབ་བྱེད་ཀྱི་རིག་པ་ཞིག་དང། མཚན་ཉིད་རིག་པའི་ལྟ་གྲུབ་ཅིག་ཡིན་པའི་ངོས་ནས་ཆོས་ལུགས་མ་རེད་ཟེར་མཁན་དེ་དེང་སང་ཡོང་གི་འདུག་བ་ལ། ཆོས་ལུགས་མ་རེད་ཟེར་བ་དེ་ལ་དགའ་མཁན་འདུག་བ། ཆོས་ལུགས་ཟེར་བ་དེ་ལམ་དང་ལུགས་སྲོལ་འགྲོ་སྟངས་ཤེས་བྲག་པའི་ནང་ལ་ཟེར་བ་ཡོད་ཚར་བའི་ཤུགས་ལ་ཡིན་ལ་ཆོས་ལུགས་དག་བཞག་པ་དེ་རེད།

ད་ཅིག་ནང་པ་ང་ཁྱོད་ནི་མ་ཡིན་པ་དེ་ཚོ་དང་འགྲོགས་ལུགས་འགྲོ་ད་ད་ད་གོང་ད་ངེད་ཀྱི་ནང་ན་ལ་ག་སོང་སོང་ནང་པ་ཡིན་ན་ཡང་གཞོན་སྐྱེས་དེ་ཚོ་ཡང་དྭངས་སང་ཞེ་དྲག་ཞེ་དྲག་ཨ་མཆོག་ལ་མི་འགྲོ་དེ་སྐབས་ཅིག་ཆགས་དུ་ཡོད་པ་ཡིན་དུས་དེ་རེད་ཅིག་རེད་བསམ་གྱི་འདུག་ཨོ་དེ་འདྲ་ཡིན་དེ་ནི་ད་དེའི་མཇུག་ཏུ་ངས་དེ་ག་དྲི་བ་དེ་གཙོ་བོ་ད་ལྟ་ཞིབ་འཇུག་ཚོགས་པ་འགན་འཛིན་དེ་ག་རྣམ་པ་གཉིས་ཀ་ལ་དྲི་བ་དེ་ཕུལ་གྱི་ཡིན་ད་དེ་གང་རེད་ཟེར་ན་ད་ལོ་གི་ལོ་འདི་ད་ཉིས་སྟོང་དགུ་གི་ལོ་ལ་ཐོག་མར་དེ་ག་ད

ད་ལོ་ཡང་ད་སྤྱི་བཏང་གི་ཉེ་ཆར་རང་ལ་ང་ཚོ་གི་ཟླ་བ་ཁ་ཤས་ཀྱི་སྔོན་ལ་ཡང་དེ་གི་མཛད་སྒོ་དེ་འདྲའི་མང་པོ་སྤེལ་ཡོད་རེད་དཔེར་ན་དེ་གི་ད་འབྲི་གོ་སྐྱབས་མགོན་རིན་པོ་ཆེ་ལྟ་བུ་དང་དེ་འདྲའི་གི་ང་ཚོ་གི་ད་ཟླ་འདྲུད་བྱས་ནས་དེ་འདྲའི་གི་མཛད་སྒོ་གནང་ཡག་དང་ད་ཁྱད་པར་དུ་ཉེ་བའི་ལོ་འདིར་ཡིན་ན་ཡང་ད་ཉེ་ཆར་རང་བརྒྱུད་གསུམ་གྲོགས་ལང་ཚོགས་པ་ད་ཟླ་བ་རྗེས་མ་ལ་ཡང་དེ་གི་ད་ས་སྐྱ་བདག་ཆེན་རིན་པོ་ཆེ་ཐའེ་ཝན་ལ་ཕེབས་པའི་སྐབས་དང་བསྟུན་ནས་ཞིབ་འཇུག་ཚོགས་པ་རང་གི་ཡང་དམིགས་བསལ་གྱི་ལས་རིམ་དེ་འདྲའི་བཀོད་སྒྲིག་གནང་གི་འདུག་ད་དེའི་རྗེས་ལ་ད་དུང་མ་འོངས་པ་ནི་མུ་མཐུད་ནས་ཡང་ང་ཚོར་ལས་རིམ་མང་པོ་ཡོད་ས་རེད་དེ་འདྲ་ཡིན་དུས་དེའི་ནང་ནས་ད་གཙོ་བོ་གི་ཁྱེད་རྣམ་པའི་དགོངས་ན་ད་ལོ་གི་དེ་གི་ཞིབ་འཇུག་ཚོགས་པ་གི་ད་ལྟའི་གི་དམིགས་བསལ་གྱི་དེ་གི་ལོ་བཅོ་ལྔའི་འཁོར་བའི་དུས་ཆེན་དང་བསྟུན་པའི་སྒོ་ནས་ཡང་ཞིབ་འཇུག་ཚོགས་པ་གི་འཆར་གི་དམིགས་བསལ་ག་འདྲ་ཡོད་པ་དང། ཡང་གཅིག་ཞིབ་འཇུག་ཚོགས་པའི་ངོས་ནས

ཨོ་སི། ཨོ་དེ་ཡི་ཛི་ལ་ད་ཅི་མ་འོ་པ་ལ་ཇི་སི་འགྲོ་ལས་བརྟན་པོའི་འཕྲུལ་ཀ་ཨ་ནི་ཅི་ནོ་ཅི་གི་འདི་དྲི་གི་ཅི་འགྲོ་ལས་ཚུ་ཡ་དོ་ཡོ་ནོ་ཅི་པེ་ཏོ་ཧོ་ཀོ་ལ་ཨོ་ཅི་ད་དེ་འདྲི་གི་ད་དེ་ཚོ་ལ་ཅི་གོང་ཡོ་བ་དེ་ལ་ཡོ་ཅི་སྟོང་པ་མ་འདྲ་ད་ང་ཚོ་ཁ་ལ་ཅི་ཟ་ན་ཡོ་དེ་ར་བ་ཁོ་ཨོ་ཅི་སྟོང་པ་མ་འདྲ་ཅི་ན་ཡོ་མི་དེ་ལ་ཅི་བུ་གེ་ལ་ཅི་ཟ་ཉི་གྲོ་བ་འདྲ་བ་ཟི་ཡོ་ར་བ་ཨོ་ད་དེ་འདྲི་གི་ཨ་ནི་ཅི་ད་ཤི་འདྲ་བ་ག་འདྲ་དེ་ག་ས་རེ

ཞིབ་འཇུག་ཚོགས་པ་འགའ་ད་ལོ་རྟག་པར་ལོ་གཉིས་མཚམས་ནས་དེ་ནས་སྔོན་མ་ནས་བཟུང་སྟེ་ཀྱི་ཐིག་གསུམ་བགྲོ་གླེང་ཆུ་རྒྱུག་དེ་འདྲའི་བགྲོ་གླེང་ཅིག་ཚུགས་ཀྱི་ཡོད་རེད་དེ་ན་ཚ་དེ་སྐྱིན་ཟེར་ན་ད་ཀྱི་ལོ་གཅིག་གཉིས་ཅིག་ལ་ཚུགས་ཐུབ་ཡོད་མ་རེད་དེ་ལས་ཀ་དེ་ཅིག་དཔེ་མ་སྲིད་གལ་ཆེན་པོ་ཅིག་རེད་འདུག་དྲན་གྱི་འདུག་སྔ་མ་འདྲེན་ནི་ད་ཀྱི་ང་ཚོ་སྒུག་པ་དེ་ཚོ་འདྲ་གི་བཤད་ན་ང་ཚོ་གསང་སྔ་རྡོར་གྱི་ཐིག་པ་རེད་ཐིག་ཆེན་རེད་ཚེ་དེ་ནས་ཕར་ལྷོ་རྒྱུད་དེ་ཚོ

དེ་འདྲི་ཞིག་གི་ཐོག་ནས་ཡང་ཕྱོགས་གཉིས་ཀྱི་འགྲོ་སྟངས་ཞུ་ཡ་རུང་བ་དེ་འདྲི་དེ་འདྲི་ཞིག་གི་ཐོག་ལ་སྤྱི་བཏང་གི་དྲི་བ་དྲི་ཡ་དེ་དེ་འདྲ་བོ་ཡིན་ད་ཡིན་ནའང་ཞིབ་འཇུག་ཚོགས་པ་གི་ལས་ཀ་བྱེད་སྒྲ་གང་ཡིན་པ་དེ་ཚང་མ་དེ་ཚང་མ་གྲུ་ཟུར་མང་བོ་ཆེ་ཡེ་ནས་ཐག་གཅོད་ཀྱིས་ཐག་གཅོད་བྱུང་བའི་གྲུབ་དོན་ནང་ཡིན་བྱས་ནས་ག་ལེ་ག་ལེ་འགྲོ་རྒྱུ་རུ་བ་དེའི་རིགས་དེ་ད་ད་ལྟའི་ཆ་ལ་ཡིན་ན་སྤྱི་བཏང་གི་དམིགས་བསལ་གྱི་ཅིག་ཐག་གཅོད། ཅུང་སྨད་པ་ལྟ་བུའི་གནས་བབ་ཅིག་གི་ཐོག་ན་ཡོད་པ་དེ་འདྲའི་འདྲ་བོ་ཡིན་ས་རེད། དེ་འདྲ་ཡིན་དུས་ད་དེ་ད་ང་ཚོ་དེ་རང་གི་སྒྲོག་ལངས་དེ་རྩ་བའི་ཆ་ནས་དཔེ་མི་སྲིད་པ་ཡག་པོ་བྱུང་སོང་ཨ་ནི་རྣམ་པ་ཚོ་ལ་ཡང་ད་ལྟ་གང་གི་དུས་གང་ལ་ཡང་སྤྱིར་ཁ་སྣོན་འདྲ་གསུངས་དགའ་ཡོད་ན་གསུངས་རོགས། མེད་ན་དེ་སློབ་དཔོན་སྒྲུབ་དཔོན་ཚང་ལ་གསུངས་ཡ་ཡོད་ལ།

དམ་འཛིན་བྱེད་ཡག་དང་དེ་ནས་ནང་དོན་ཡོངས་རྫོགས་ཀྱི་ཐོག་ལ་དེ་གི་གླང་མར་དང། གོ་བརྡར་སེ་ན་འདྲ་འདྲ་དེ་སོགས་པས་མི་ཚད་པ་ཡག་པོ་བྱུང་སོང་ཨ་ནི་རྣམ་པ་ཚང་མ་ལ་ང་གི་ཡང་རོང་ཟོམ་བརྙན་འཕྲིན་གྱི་གཙོ་སྐྱོང་གི་མིང་ཐོག་ནས་ཚང་མ་ལ་བཀའ་དྲིན་ཆེ་ཞུ་གི་ཡོད། ལགས་སོ་བཀྲ་ཤིས་བདེ་ལེགས།